སེམས་སྐྱིད་དེ་དྲན་གི། ཉི་མ་གཅིག་གི་སྔོན་ལ། ད་ལྟ་གྲོས་ཚོགས་འཐུས་མི་ང་ཚོ་སོ་སོའི་འོས་ཐ་ན་གྲོས་ཚོགས་ཀྱི། འཐུས་མི་གཉིས་ཀྱི་རྩ་གཉིས་ཀྱི་རྒྱབ་སྐྱོར་གནང་བཞིན་པའི་སྐབས་དེའི་དྲི་བ་དྲི་ལན་དང་དེ་འབྲེལ་གྱི་ལས་རིམ་ཅིག་ཡོད་རྣམ་པ་ཚོ་གསན་གཟིགས་གནང་མཁན་ཚང་མ་ལ་བཀྲ་ཤིས་བདེ་ལགས་ཞུ་ཡ་ཡིན། གཞོན་པ་ཚེ་རིང་ལགས་ད་ལྟ་ཅི་འདྲའི། དེ་རིང་ད་ང་ཚོའི་འདི་ལ་ད་ལྟ། གྲོས་ཚོགས་ཚོགས་ཁང་འདི་གི་ཚོགས་ཁང་ནི་ད་ལྟ་དེ་རིང་ཞོགས་ཀྱི་ད་ལྟ་གྲོས་ཚོགས་ཐུང་ངུ་མང་པོ་ཅིག་གིས་ང་ཚོ་བོད་དོན་ལ་རྒྱབ་སྐྱོར་བྱས་ནས་འདི་འདྲའི་གི་ད་ལྟ་ཨ་ལྟ་སེམས་ཅན་དེ་འདྲའི་སྔོན་གྱི་ཉི་མ་གཅིག་སྔོན་ལ་འདི་འདྲའི་ཅིག་བྱས་འདུག་ཨ། ག་འདྲའི་བྱུང་སོ་དེ། ལའང་དཔེར་རང་ཡག་པོ་བྱུང་སོ་ཞུ་ཡ་ཡིན་ད་ཡག་པོ་བྱུང་སོ་ཞུ་ཡ་རྒྱུ་མཚན་ག་རེར་ཞུས་བས་ན་ད་ལྟ་ཨ། ང་ཚོ་འཛིན་སྐྱོང་གི་ཚབ་བྱེད་ཆེད་ཀོང་དོན་གཅོད་དེ་ཕྱག་ལས་གནང་གི་ཡོད་རེད་ཨ་འདི་ནས་ངས་དེ་ད་མི་མང་གི་ཐད་བསྐོས་ཀྱི་ཆ་ནས་ཨ་འོས་ཤོག་བླུག་ཆེད་སྤྱི་འཐུས་ཡིན་པ་ཡིན་དུས་ལས་ཐོག་སྤྱི་འཐུས་ཆགས་བསྡད་ཡོད་རེད་སོང་ཙང། ཁོང་དོན་གཅོད་ང་གཉིས་དང་དེ་ནས་ད་ལྟ་བོད་རིགས་མི་མང་ཚོགས་གཙོ་རེད་དེ་ནས་ད་ལྟ་སུད་བོད་མཐུན་གྲོགས་ཚོགས་པའི་ཚོགས་གཙོ་རེད་ད་ང་ཚོ་དེ་སུད། གྲོས་ཚོགས་ཚོགས་མི་མཉམ་དུ་ཚོགས་འདུ་ཚོགས་ཡག་དང་གྲོས་ཚོགས་ཚོགས་མི་མཉམ་དུ་འབྲེལ་བ་བཞག་པའི་ཐོག་ནས་ང་ཚོ་ཆབ་སྲིད་དང་འཛིན་སྐྱོང་གི་ལས་ཀ་དེ་འདྲ་བྱེད་བསྡད་ཀྱི་ཡོད་རེད་གསུངས་ས་དེ་ཡིན་དུས་ད་ད་རང་ཤོད་མཁན་ད་ལྟ་དེ་བརྒྱད་དང་སྐར་མ་བཅོ་ལྔ་ནས་བརྒྱད་དང་ཕྱེད་ཀའི་བར་སྐར་མ་བཅོ་ལྔའི་རིང་དེ་ང་ཚོ་གྲོས་ཚོགས་ཚོགས་མི་ཆགས་ད་ལྟ་བོད་དོན་རྒྱབ་སྐྱོར་གནང་མཁན། ཁ་གྲངས་ཉི་ཤུ་རྩ་གཉིས་ཨེན་ཁྲི་ལོ་མ་དོན་བྱས་བོད་ཀྱི་རྒྱལ་དར་དེ་ཡ་སུད་གྲོས་ཚོགས་ཀྱི་ཚོགས་ཁང་གི་མདུན་ལ་ཡ་སྒྲེང་འཛུགས་གནང་བ་རེད་སོང་ཙང་འདི་ང་ཚོ་བོད་པ་ལ་ཡ་སྐྱེད་ཀ་ཞེ་དྲག་ཆེན་པོ་ཅིག་རེད་ཨ་ནི་ཕྱོགས་ཞེན་དག་བྱས་ནས་ད་སང་ཉིན་གསུམ་བཅུ་དུས་དྲན་ཡིན་པ་ཡིན་དུས་ཨ་ནི་དེར་གདུང་སེམས་མཉམ་སྐྱེད་ཀྱི་ཉི་མ་གཅིག་སྔོན་ནས་ཁོ་ཚོས་ཨ་ནི་ཁོ་རང་ཚོ་གི་རྒྱབ་སྐྱོར་ཡོད་ཅེས་བྱས་འདི་རྣམ་པ་སྟོན་པ་རེད་ཅེས་བྱས་འདི་ང་ཚོ་རྒྱབ་སྐྱོར་ཡོད་པ་འདི་ཞེ་དྲག་དགའ་བོ་བྱུང་ཞེ་དྲག་ཡག་པོ་བྱུང་གསུ་བྱས་ཞུ་ཡ་ཡིན། ད་འདི་གཅིག་ལ་ཡང་ད་འདི་གྲོས་ཚོགས་ནང་ལོགས་ལ་དེ་རིང་བོད་ཀྱི་རྒྱལ་དར་ཡང་ཆུང་ཆུང་ཆུང་ཆུང་དེ་རིང་བླང་གི་ཡོད་ས་རེད་དེ་ག་འདྲས་རེད། ལ་རེད་ད་ད་ལྟ་ཀན་རྣམ་ནང་བཞིན་བྱས་ད་ལྟ་ལས་རིམ་གཉིས་པ་དེ་ད་གིན་ང་ཚོ་པར་རྒྱ་བལ་གི་ལས་རིམ་ཚར་བའི་རྗེས་ལ་ཡང་ད་ལྟ་གྲོས་ཚོགས་ཚོགས་མིན་གི་ཅོག་ཙིའི་སྟེང་ལ་ཡང་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་ཆུང་ཆུང་དེ་བསྒྲེངས་འཛུགས་གནང་ཡག་གི་ལས་འགུལ་ཅིག་ཡོག་རེད་འདི་ཁོང་ཚོས་གནང་བྱས་ད་ལྟ་ཉིན་གུང་ང་ཚོ་ཁོང་ཚོས་པར་རྒྱ་བ་ཆ་ཚང་ཡག་མ་ད་ཐོང་ཡག་ཡོད་པ་དེ་ཡོང་གི་རེད་ཟེར་ཞུ་ཡག་ཡིན་སོང་ཙང་ད་རང་ཞོད་སྐད་གི་ལས་རིམ་དང་པོ་གྲོས་ཚོགས་ཚོགས་ཁང་ཕྱི་ལ་ཡང་པར་རྒྱ་བལ། དེ་ནས་གཉིས་པ་དེ་གྲོས་ཚོགས་ཚོགས་ཁང་ནང་གི་ཅོག་ཙེའི་སྟེང་ལ་ཡར་ཕེབས་རྒྱལ་ཁབ་ཆེན་པོའི་རྒྱལ་དར་བསྒྲེངས་ཚུལ་གནང་ཡ་རེད་གསུངས་ཚ་དེ་ང་ཚོ་བོད་པ་ཚང་མའི་ངོས་ནས་མཁྱེན་དགོས་ཡ་བྱེད་ལ་ཡ་སུད་སི་གྲོས་ཚོགས་ཀྱི་ནང་ལོགས་ལ་ཡ་གྲོས་ཚོགས་ཚོགས་མི་མང་པོ་ང་ཚོ་བོད་པ་ལ་ཡ་དགའ་པོ་བྱེད་རྒྱབ་སྐྱོར་བྱེད་མཁན་ཡོད་རེད་རྒྱབ་སྐྱོར་གནང་གི་ཡོད་རེད་གསུངས་ཚ་ཨ་ནི་དེ་ལ་ཡ་དགའ་ཚོར་སྐྱེ་དགའ་ཚོར་ཆེན་པོ་བྱུང་ཟེར་ཞུ་བ་ཡིན་ཐུགས་ཆེ་གནང་བཀའ་འདྲི་ཆེན་པོ་གནང་ཐུགས་གསོ་གནང། དེ་རིང་སུད་སི་གྲོས་ཚོགས་འདི་དག་ནས་ད་ལྟ་གྲོས་འཆར་ལས་བྱེད་བཞིན་སྐབས་ཡིན། དགོས་མཁོ་དོན་གཅོད་ལ་བཀྲ་ཤིས་བདེ་ལེགས། དེ་རིང་ད་དེ་རིང་ཤོག་ཁའི་ད་ལྟ་ང་ཚོ་གྲོས་ཚོགས་ད་ལྟ་ཐུང་མི་མང་པོ་ཞིག་ང་ཚོ་བོད་དོན་ལ་རྒྱབ་སྐྱོར་བྱེད་ནི་གི་མང་པོ་ཞིག་ཕེབས་ནི་གི་ཅིག་བྱས་ཡོད་ས་ར་བ་དེ་རིང་ལས་འགུལ་འཇིག་པའི་འདུ་བ་ད་ལྟ་སུམ་ཅུ་དུས་དྲུག་སྔོན་གྱི་ཉི་མ་གཅིག་སྔོན་ལ་དེ་ག་འདྲས་བྱུང་སོང། ཅི་ལྟ་ཡག་པོ་བྱུང་སོང་བསམ་གི་ག་རེ་ཟེར་དུས་དེ་རིང་ང་ཚོའི་དུས་དཔལ་གོ་ཡ་དེ། ད་བོད་ལྗོངས་རང་དབང་གལ་ནང་ཐེངས་ལྔ་བཅུ་ང་བརྒྱད་པ་གསན་གཉིས་སྲུང་གཙིའི་སྒང་དུ་ཞུགས་ཀྱི་ཡོད་རེད། བྱེད་དུ་གསན་གཉིས་གྲོས་ཚོགས་སྒོ་རྒྱག་གི་ཡོད་རེད། ལས་རིམ་ཡོག་མ་རེད་དེ་ཡིན་ད་ནི་གྲོས་ཚོགས་འཐུས་མི་རྣམ་པ་ཚོའི་ཐོག་ནས་དེ་རིང་འདས་གྲོངས་གསན་མཉམ་བསྐྱེད་མཚོན་ཆེད་ལ་ཡ་ཨ་ནི་སྐུ་པར་བསྒྲོན་ཡ་ད་ནང་བཞིན་གྲོས་ཚོགས་ཀྱི་ནང་ལོགས་ལ་ཡ་ཨ་ནི་བོད་པའི་རྒྱལ་དར་གསོལ་ཆོག་སྒང་ལ་ཡ་སྒྲེང་འཛུགས་གནང་ཡ་དེ་ནང་བཞིན་གྱི་ད་གསན་གཉིས་འདས་ང་ཚོའི་སུད་བོད་མཐུན་ཚོགས་ཀྱི་པ་ཚོས་ལ་ཡ་འབྲེལ་ལམ་ཞུས་བའི་གི་ཆ་ནས། གྲོང་སྡེ་ལས་ཁུངས་ད་བརྒྱ་ལྷག་ལྷག་ཅིག་གི་ནང་ལ་ཡང་ཨ་ནེ་བོད་པའི་རྒྱལ་དར་ལས་ཁུངས་མདུན་དུ་འགྲེང་འདུག་བྱེད་ཀྱིན་པའི་འོ་ད་དེ་འདྲས་ཀྱི་ལས་རིམ་བྱེད་པ་རེད་བྱས་ཙང་དེའི་གི་ལས་རིམ་གྱི་ཆ་ཤས་བྱས་ནས་ད་ནང་ཞོགས་ཀའི་དེ་གྲོས་ཚོགས་འཐུས་མི་ཉི་ཤུ་རྩ་གྲངས་ཅིག་དེ་ཕེབས་ཡོད་རེད་གྲོས་ཚོགས་འཐུས་མི་དེ་གས་དེ་ད་མང་ཆེ་ང་ཚོའི་བོད་དོན་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་རེད་དེའི་ནང་ནས་རེ་ཟུང་ཅིག་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལ་མེད་པ་ཡིན་ནས་ད་རིས་དུང་སེང་མཉམ་སྐྱེ་མཚོན་ཆེད་ལ་ཡང་ཆེད་མངགས་འདས་འདུག་བཅར་གནང་སོང་དེའི་ནང་ལ་ཡང། ཏེ་སུད་སི་རྒྱལ་ཡོངས་ཀྱི་ཆབ་སྲིད་ཚོགས་པ་ཚང་མས་ཀྱི་བེད་སྤྱོད་སྐུ་ཚབ་སླེ་ཏེ་ཤ་ཇཱ་ཚ་འཛུལ་བཟོ་གནང་ཡག་དེ་ད་བོད་པའི་གནས་སྟངས་དེ་ཇེ་ཞན་ཇེ་སྡུག་ལ་འགྲོ་གི་ཡོད་པ་རྫ་དྲག་གནས་སྟངས་ལ་དུང་སེམས་མཉམ་སྐྱེད་མཚོན་བྱེད་ཀྱི་རྒྱབ་སྐྱོར་གནང་ཡག་གཅིག་རེད་ཨེ་གཉིས་པ་དེ་ལ་ཉེ་བའི་ཆ་ལ་ཡ་ད་རྒྱ་ནག་སྲིད་འཛིན་ཞི་ཅིང་ཕིང་སུད་སི་ལན་ལ་ཆིབས་བསྒྱུར་བསྐྱང་ངེས་སྐབས་ལ། ཨ་ནི་ཅིག། དེ་སུས་བཟོས་ད་གཞུང་རེད་ད་ན་བཞིན། སྐུ་སྲུང་བའི་སྤྱི་ཁྱབ་ལས་ཁུངས་ཀྱི་ཐོག་ནས་ཡང་བོད་པའི་གནས་སྟངས་ཀྱི་ཐོག་ལ་ང་ཚོ་བོད་པས་ཀྱི་ད་བསམ་བློའི་ཀྱི་རེ་བ་ཞིག་བཟུང་ཀྱི་ང་ཚོ་ཡང་མ་འགྲུབ་པའི་ཀྱི་གནས་སྟངས་ལྟས་ཅིག་ཡོད་པ་ཡིན་ཙང་དེ་ཚོ་ལ་ཡིན་པའི་ནས་ཁོང་ཚོས་རྒྱབ་སྐྱོར་མཚོན་ཆེད་བྱས་ནས་འོ་ད་དེ་འདྲས་ཀྱི་ཆེད་དུ་བཅར་གནང་བ་ཞིག་རེད། ནར་སོན་བཅར་འདྲི་གོ་སྐབས་གནང་བ་ཐུགས་ཆེ། ནར་སོན་བཅར་གནང་བ་ཐུགས་ཆེ། དེ་རིང། གྲོས་ཚོགས་ཀྱི་འདུ་འདང་ནི་གྲོས་ཚོགས་འཐུས་མི་ཉིས་རྩ་གཉིས་ཀྱི་རྒྱབ་སྐྱོར་གནང་བཞིན་པའི་སྐབས་དེ་ཡིན། ཞོལ་ཁའི་གྲོས་ཚོགས་མདུན་ལ་གྲོས་ཚོགས་འཐུས་མི་མང་པོ་ཞིག་རྒྱབ་སྐྱོར་བྱས་ནས་ཇུས་གཏུག་བྱས་འདུག་དེ་དང་ཆབས་ཅིག་སང་ཉིན་དང་མཉམ་དུ་དེ་རིང་འགྲེལ་བཤད་ཐེངས་གསུམ་གནང་གནང། ལགས་སོ།
ད་ད་རིང་འདི་ཁ་སང་ང་ཚོས་གི་གསལ་བསྒྲགས་ཅིག་ཕུལ་ཚར་བ་རེད་ཨ་ནི་ད་རིང་འདི། གྲོས་ཚོགས་ཀྱི་འཐུས་མི་ཨ་ནི་ཉི་ཤུ་རྩ་གཉིས་འདི་སུད་སི་གཞུང་གི་ལས་ཁུངས་མདུན་ལ་འཛོམས་བྱས་ཨ་ནི་ང་ཚོ་དེ་མཇལ་འཕྲད་ཞུ་ཡ་དང། ཨཱ་ནི། ད་ལྟ་སུམ་ཅུ་དུས་དྲན་ཐེངས་ལྔ་བཅུ་ང་བརྒྱད་པ་ལ་ཨཱ་ནི་ཁོ་རང་ཚོ་གི་གདུང་སེམས་མཉམ་སྐྱེད་གནང་ཡག་འདུག་ཟེར་ཨཱ་ནི་ད་རིང་གནང་དགོས་ཡ་རྒྱུ་མཚན་ག་རེ་ཞུས་པ་ཡིན་ན་ཨཱ་ནི་སང་ཉིན་ཕ་གིའི་གྲོས་ཚོགས་ཚོགས་གི་མེད་པ་སོང་ཙང་ཨཱ་ནི་ད་རིང་བྱེད་རོགས་བྱེད་ཟེར་ཞེས་ཨཱ་ནི་བཀའ་བསྡུར་དུ་བྱུང་བཞག་ཡིན་པ་ཡིན་ན་ད་རིང་ང་དེ་ལང་ཁ་ལ་མོ་ཏྲ་གཅིག་བགགས་པའི་རྐྱེན་གྱིས་ང་དེ་ཕྱིར་དྲགས་སོང་ད་ལྟ་སྐུ་ངོས་དང་སྤྱི་འཐུས་རྣམ་པ་བཅས་ཨཱ་ནི་དུ་མཇལ་འཕྲད་ཞུས་ཡོད་རེད་ཨཱ་ནི་སྐབས་དེ་གི་སྐོར་ལ་ཡང་སྐུ་ངོས་དང་སྤྱི་འཐུས་རྣམ་པ་ནས་ཨཱ་ནི་འགྲེལ་བཤད་རྒྱས་པ་ཞུས་ཚར་བ་རེད། གཙང་བཟང་གཉིས་འདི་སྐོར་མང་པོ་ཞུས་མེད་དེ་འདྲ་དེ་སུས་གྲོས་ཚོགས་ནས་གནང་དགོས་ཡ་དེ་སྐད་དེ་ཧ་ལས་པའི་གི་རྒྱབ་སྐྱོར་ཆེན་པོ་འདུག་ཞུ་ཡ་དང་དེ་ག་ནང་བཞིན་གི་སང་ཉིན་འདྲ་པོ་ཆ་བཞག་པ་ཡིན་ན་སང་ཉིན་སུམ་ཅུ་དུས་རེ་ཐེངས་ལྔ་བཅུ་ང་བརྒྱད་པ་དེ་དངོས་གཞི་ཁེལ་དེ་གི་ཡོད་རེད་དེ་ང་སུས་བོད་རིགས་མི་མང་གི་སུས་དང་ལེགས་ལྡན་ཞིང་བོད་རིགས་མི་མང་གི་གོ་སྒྲིག་འོག་ལ་ཡ། སང་ཉིན་ང་ཚོ་དེ་བན་དྭགས་རང་ལ་ང་ཚོ་གིས་རྔམ་སྟོན་ཁྲོམ་སྐོར་དང་དེ་ག་ནང་བཞིན་སུམ་ཅུ་དུས་དྲན་ཐེངས་ལྔ་བཅུ་ང་བརྒྱད་པ་སྲུང་བརྩི་ཞུ་གི་ཡོད་རེད། དེ་ཡང་ཆུ་ཚོད་དང་པོ་ནས་ཆུ་ཚོད་བཞི་བ་བར་དུ་བྱས་ཧེལ་བེ་ཛེ་བྷླ་སི་ནས་མུན་སར་བྷླ་སི་བར་དུ་འཛུགས་སུ་བྱས་ཞེས་གོམ་བགྲོད་བྱས་ཡ་དང། དེ་གི་ནང་ལོགས་ལ་ཡ་གཏམ་བཤད་བྱེད་མཁན་སུད་སི་གྲོས་ཚོགས་ཀྱི་འཐུས་མི་དང་དེ་ག་ནང་བཞིན་མོང་གོ་ལི་ཡ་མི་དམངས་ཀྱི་འགན་འཛིན།

གང་མང་མང་འཕེལ་བའི་རེ་བ་དང་མོ་ནོ་ཡོད། གྲོས་ཚོགས་འདི་དག་ནི་དེ་འདི་ཞུ་གི་ཡོད་ཚང་མ་ལ་སྤྲད་ཀྱི་བསྡད་ལ།